ནག་ཚོ་དེ་ཁྱུ་ཚོགས་འདི་མེད་ན། མིན་ཟེར་གསེར་གྱི་ནོངས་པའི་རིག་ཡོངས་ལྟེ་གནས་ཁོགས་སུ་ལངས་ཡོང་ད་ལྟ་རིག་ཡོངས་ལྟེ་གནས་ཁོགས་སུ་ལངས་འོང་དུས། བོད་པའི་གི་རིག་ཡོངས་ལ་འཛིན་སྐྱོང་ཀྱི་བྱེད་དགོས་ཡོད་རེད། ད་ནི་ད་བོད་པའི་གི་རིག་ཡོངས་འཛིན་སྐྱོང་བྱེད་ཡག་གཙོ་ཆེ་ཤོས་དེ་ད་ད་ད་ཕྱི་རྒྱལ་ལ་ཡོད་སྐྱོ་དེ་ཚོ་གཞོན་སྐྱེས་དེ་ཚོ་ལ་ད་ཀྱི་སྐད་དང་རིག་ཡོངས་ཡི་གེ་ད་ད་དེ་ཚོ་ལ་ཀྱི་བྱེད་དགོས་ཡོད་རེད་ནག་ཚོ་གི་ད་སོ་སོ་གི་སྐྱོགས་ཚུགས་ལ་དཔག་པའི་སོ་སོ་འགན་འཁྲི་བའི་གི་ལས་ཀ་སོད་དུ་སོད་ཡིན་ན་ཀྱི་བྱེད་དགོས་ཡོད་རེད་ད་ཁྱུ་ཚོགས་དེ་ཚོ་ཡིན་ན་མི་ཀྱི་སླེབས་བསྡད་ཡོད་རེད་བསྡད་ལ

སྐྱེ་ཐོག་བྱེ་བ་ན་དེབ་དེ་མགྱོགས་ཆེ་བས་ཀྱི་གྲས་ཀྱི་རེད། དེབ་དྲུག་བརྒྱ་དཔར་སྐྲུན་བྱས་ཡིན་ངེས། ཨ་ནེ། བདག། གཉིས་རྫོང་ནོར་ལོག་ལ་རྫོགས་སོང་ཡིན་ན་ཁེབ་ཚོགས་མི་འདུག། དེབ་དྲུག་བརྒྱ་རྫོགས་དུས་པར་ཁེབ་ཚོགས་མི་འདུག་ད་ཁོ་ཚོ་ལ་དེ་བས་ཀྱོག་དེབ་ཚོགས་ཡོད་ཨ་མ་རེད། ཡིན་ན་ཡང་ད་ཁོ་རང་ཚོ་གི་དམིགས་ཡུལ་གྱི་ཟེར་ན་རོལ་མྱོང་དང་མཛེས་ལྗོངས་དང་དེ་འདྲ་གི་ཆེད་དུ་ལས་ཀ་དེ་བྱེད་བསྡད་ཡོད་བ་ཡིན་ཙང་ཨ་ནེ་ང་ཚོ་གི་གང་གཱས་ཀྱི་མི་རེ་རེ་འགས་རེ་རེ་ཡོད་བ་དེ་སོ་སོ་གི་གར་འགས་ཡོད་བ་དེ་སོ་སོ་གི་འགས་འཁོར་བྱས་ནས་དེ་འདྲ་བྱས་བའི་སྐད་ཆ་ཡིན་ད་དེ་རིང།

དེབ་འདི་བྲིས་ཡ་དེ་ང་ཚོ་ད་ཆང་ཨ་མི་རི་ཀ་དང་ནུབ་ཕྱོགས་གང་ན་ཡོད་རྒྱུ་བ་མི་ཚང་ནང་གི་བོད་ཀྱི་ཆུང་ཆུང་འདི་ཚོ་གི་ཆེས་ཐོག་མ་གི་བོད་སྐད་ཤེས་ཡ་དང་བོད་ཡིག་ཤེས་ཡ་ཆེས་ཐོག་མ་གི་གོམ་པ་དང་པོ་དེ་སྤོ་ཡ་ལམ་གི་ནི་ངས་དུས་སུ་བཟོས་དེ་ཡིན། ད་འདིའི་ནང་དེ་ལ་ནི་ང་རང་གི་བྲིས་བསྡད་རྒྱུ་བ་དེབ་འདི་ཚོ་ཚང་མ་ལོ་བོད་སྐད་སྐྱིད་ནས་ཅིག་གི་ལོ།

འོ་བདེ་བྱས་ཙང་ཨ་ནི་ངའི་འདས་ལ་དམིགས་ནས་ནུབ་སུ་བཟོ་ཡིན། ད་ཇོ་བོ་ཆ་ནི་ང་རང་ཚོ་ནུབ་ཕྱོགས་ཁོ་ན་ཡོད་རྒྱུ་གི་བོད་པའི་མི་ཚང་དུ་སུ་རེ་རེ་རེ་རེ་རེ་ནང་ལ་སུ་སུ་བོད་ཡིག་ཏུ་བཟོ་གི་བོད་སྐད་བོད་ཡིག་ཞེས་ཡག་གི་ཆ་རྐྱེན་ཧ་ཅང་དེ་སུ་ཅིག་གོང་བུ་འདྲ་བོ་རེད་གང་ཟེར་དེ་གང་ལ་ཇེ་བོང་གི་ཆ་ནི་བོད་ཡིག་གི་བོད་སྐད་ཤེས་ཡག་དེ་ཁོ་ཕ་མ་ནས་ཤེས་གི་ཡོད་རེད་ཁོར་ཡིག་ནས་ཤེས་གི་ཡོད་རེད་ཁོ་རྩེད་ཆས་དང་བེད་ཐུབ་ནས་ཤེས་གི་ཡོད་རེད།

མིང་བཏགས་ནས་དེ་མིན་ལ་བྱིས་པའི་དེབ་སའི་ལས་ཅི་བྱུང་ཆུང་ཅིག་ལ་མང་མང་བཏགས་ནས་ཏུ་བྱས་ནས་ད་ཉིས་སྟོང་ཉིས་སྟོང་བཅུ་བཞི་ནས་གསུམ་དེ་ནི་ད་ལྟ་བར་དུ་ད་ལྟ་མུ་མཐུད་ནས་ཕར་འགྲོ་བསྡད་ཡོད་རེད་ད་ལྟ་བར་དུ་ངས་དེབ་བཅོ་བརྒྱད་བཅོ་བརྒྱད་ཅིག་པར་སྐྲུན་བྱས་ནས་ད་ལྟ་བསྡད་ཡོང་བསྡད་ཡོད་རེད། དེ་ཅི་ཡང་དེ་གང་ལ་ཨ་ནི་ད།

འདི་དེབ་དང་པོ་རེད་ད་དེབ་དང་པོ་འདིའི་སྒང་ནས་ཨ་ནེ་རྡོ་སི་ད་ངས་དེབ་དེ་ཚོ་རེ་རེའི་སྒང་ལ་སྐུ་ཁ་བྱང་གི་མཐའ་ལ་བོད་སྐད་ལས་གཅིག་དང། བོད་ཡིག་ལས་གཅིག་ཨ་ནེ། འདི་ནི་བྱིས་སྒྲུང་ལས་གཅིག་གི་སིམ་ཡོད་རེད་ད་ད་ལྟ་བོད་སྐད་ལས་འདི་ཚོ་མང་ཆེ་བ་ནང་ལོག་གི་རི་མོ་ལ་བལྟས་ནས་ཕ་མ་གི་བུ་གི་ལ་སྐད་ཆ་ལྷ་བས་དེ་རེད། ད་འདིའི་ན་དེབ་དང་པོ་དེ་ད་ད། འདི་ནི་བོད་ཁུལ་གྱི་དེབ་གཉིས་པ་རེད་འདིའི་ནང་ལོགས་ལ་ཨ་ནི་བོད་ཀྱི་ཆེས་ཐོག་མའི། བོད་ཀྱི་བྱིས་པའི་ཆེས་ཐོག་མའི་མང་ཚིག་བརྒྱ་ཟེར་ཡ་དེ། ད་འདིའི་ནང་ལ་ཅིག་བོད་ཁུལ་གྱི་ཨ་ནི། ཁོ། འཚར་ལོངས་བྱུང་བ་དེའི་སྒང་ལ་ཁོ་རང་གི་དང་པོའི་མིག་ནང་ལ་མཐོང་ཡ་གི་མང་ཚིག་དེ་འདྲའི་མང་པོ་ཅིག་ཡོད་རེད་ད་འདི། ཆིག་སྒྲུང་རེད། ཨ། ད་གལ་ཆེ་རུང་ཤེས་ཤོག་གལ་ཆེ་རུང་ཤེས་ཤོག་ངས་ཀྱི་འདི།

དེ་ལ་ཡང་ནང་ནས་བོད་ཡིག་ལ་ནི་ཨེ་ནི་སྟོད་ཆ་མོ་ཆ་སྤར་ཆ་དེ་འདྲ་ཞིག་གསུམ་ཡོད། དེབ་གསུམ་ཡོད། དེབ་དེའི་དང་པོའི་ནང་དེབ་དེ་གི་སྟོད་ཆ་གི་ནང་ལོགས་དེ་ལ་ཨེ་ནི་ཅིག་དབྱངས་གསལ་གཉིས་གཅིག་པུ་ངོ་སྤྲོད་བྱས། ནི་ངོ་སྤྲོད་བྱེད་སྟངས་དེ་ཡང་རི་མོ་གི་ལམ་ནས་ད་བོད་སྐད་ལ་ངོ་སྤྲོད་བྱས། དུ་སི་རེད་ད་དེ། ཕྱོགས་ངེས་གཅིག་ནས་དབྱངས་གསལ་དུ་སུ་སྦྱང་ཨེ་ནི་ཕྱོགས་ངེས་གཅིག་ན་རི་མོ་དང་མཉམ་གཅིག་ཏུ་སྦྱང་ཡ། འདི་གི་མང་ཏིག་གི་ཡང་སྲིད་དེ་ཉིད་ཀྱི་གྲུབ་རྒྱུད་ཀྱི་མང་ཚིག་ཀྱང་ཡང་དེ་འདྲའི་དུ་ཆེ་བ་རེད། དེ་ནས་ད་ལྟ་ཕྱི་གྲོང་ལ་ཡང་དེའི་སྐོར་དེ་ལྟར་ཕྱི་གྲོང་དུ་ཚོ་མང་ཆེ་བ་དང་ཁོ་ཕྱི་གྲོང་རང་རེད་དེ་སྤྱི་ཡོངས་དེ་ག་ལ་ཨ་ནི་དེའི་ནང་ལ་ཕ་མ་གི་བུ་ག་ལ་གྲོང་ལོག་གོ་ལོག་གོ་བྱས་དེ་རེད་ད་བུ་ག་གྲོང་ཐུབ་དེ་ཚོའི་ནང་ལས་དེ་ཡོང་དེ་ག་ལ་བུ་ག་དེ་ཚོ་དེ་ཞིག་གྲོང་དེ་ཚོ་བུ་ག་ག་ལོག་ན་ཡང་ལོག་ཡ་ལས་སླ་བོ་ཡོད་རྒྱུ། འོ་དེ་འདྲས་ཀྱང་རེད་ད་ལྟ་ཟླ་འདི་ལ་བལྟས་གནང་རྒྱུ་གལ་ཆེ་ལགས་འདི་ཡིན་ན་ཉེ་བའི་ཆ་ནས་ལྷའི་ཚ་རྒྱུད་ལས་འདི་བོད་སྐད་ལས་འདི་བོད་སྐད་ཀྱི་ནང་ལོགས་ནས་ད་ལྟ་མང་ཚིག་གི་སྐོར་སྦྱང་ཡ་དེ་རེད་འདི་མང་ཚུགས་ཀྱི་སྐོར་དེ་ལ་ཡ་ད་ཤིང་ཏོག་གི་སྐོར་དེ། ཤིང་ཏོག་དང་ཉམས་ཅིག་ད་ངོ་ཚིག་གི་སྐོར་དེ། འདི་ནས་ད་ལྟ་སེམས་ཅན་གྱི་སྐོར་ལ་ཡ་ཅིག་རི་རི་སྐྱེས་སྲོག་ཆགས་འདབ་ཆགས་ཀྱི་སྐོར་དེ་ཅིག་ཨ་ནི་ད་ལྟ་འདི་ཡོད་རེད་ཨམ། སྒོ་ཕྱུགས་ཀྱི་སྐོར་དེ་ལ་ཡང་སེམས་ཅན་ངུ་ཟུག་རྟ་དང་ནོར་དང་ལུག་དང་རྫི་ཟུག་ཡིན་ན་ཡང་ནང་ལོགས་ཀྱི་རྣམ་གྲངས་དུ་གཟུགས་ཏེ། བྱེ་ཐང་གི་ཆ་ནས་ལྷག་པོར་དེ་ངུ་ཟུག་ཕྱི་ལོགས་ནས་ཚར་ཡོང་ཞིང་ཕྱོགས་ཉིན་གྱི་བུ་གའི་ཆེད་ཡིན་ན་སེམས་ཅན་གྱི་མིང་དང་སེམས་ཅན་གྱི་ཆ་ཤས་དུ་གཟུགས། ད་ནི་ཅི་ཡག་གི་དཔེ་བླངས་ན་ད་ལུག་གི་པད་སེ་ཡང་འདྲ་བོ་དང་རིལ་མ་སེ་ཡང་འདྲ་བོ་མང་ཚིག་རེ་རེ་རེ་རེ་དུ་འདི་ཤི་ཐུང་གི་མི་འདུག་དེ་ཅི་དེའི་ངང་ལ་ཨ་ནེ་འདིའི་ནང་ནས་ངས་དུས་སུ་ལོགས་བ་བཀར་ནས་ཨ་ནེ་དེ་ལ་ཡག་ཡིན་ན་ཀུ་རེད་འབྲུ་ཡིན་ན་མུ་རེད་ནི་བེའུ་ཡིན་ན་ཆུང་ལུགས་གཅིག་དེ་རེད་ཡ་རེད་ཡིན་ན་ལུགས་གཉིས་རེད་འདུག་སི་ནི་རྣམ་གྲངས་འདྲ་ན་གཅིག་གིས་གཅིག་གི་དུས་སུ་ཞིག་ཡོད་ནི་སེམས་ཅན་གྱི་སྐུར་དེ་ལ་རིམ་པས་དུས་སུ་ཞིག་ཡོད་རེད། དེ་ནི་འདིའི་ནང་དེ་ལ་དམིགས་བསལ་གྱི་དེབ་གསར་བ་དེའི་ནང་ལ་གཅིག་ག་རེ་ཡོད་རེད་ལ་དེ་གང་ལ་ནི་བོད་ཀྱི་ཞལ་འདོན་གྱི་སྐོར་དེབ་ཅིག་ཕྱོགས་བསྒྲིགས་བཅས་བྱས་ཡོད། ད་འདིའི་ནང་དེ་ལ་ཞལ་འདོན་དེ་ནམ་རྒྱུན་གྱི་ངོ་བཟུང་ཡོང་ཁྱབ་ཀྱི་དོན་བལྟ་རྒྱུ་དེ་འདྲའི་བོད་ཀྱི་ཞལ་འདོན་གྱི་དེབ

ཏུ་ཟིན་ནས་དེ་བྱའོ། ནི་ད་ལྟར་འདི་སྣང་དེ་ལ་དེ་བཞིན་བཟླ། ཅི། བུ་ག། བུ་ཡིག་བྲིས་དེ་གང་ལ་བུ་ག་ཡིག་གི་སྙིགས་རམས་སྒྲོགས་སྟངས་དེ་ངས་འདི་ན་ཆ་ཚང་བྱས་ཡོད། ད་ག་ཡིན་ན་ད་ནུབ་ཕྱོགས་ཁོག་ལ་དཀའ་ངལ་ཆེ་ཤོས་ཅིག་ག་རེ་བྱུང་གི་འདུག་ལ་དེ་གང་ལ་ནི་བུ་ག་དེ་ཚོ་ཡི་གེ་བྲིས་དེ་གང་ལ། ཡི་གེ། ངོས་ཚོ་ཕ་མ་དང་ནི་གི་ལ་དེ་ཚོ་བསྟན་ཡོང་དེ་གང་ལ་ཡི་གེ་ཤོག་གུ་གང་ལ་སྤར་བཞག་ཡོད། ངོས་བཟུང་ནམ་རྒྱུན་ཡིན་ན་ཨ་ནི་ནག་པང་གི་ནང་ན་ནི་དགེ་ལག་གི་བྲིས་གི་ཡོད་དེ་གང་ལ་དཀར་བྲིས་ན་དཀར་དང་པོ་དེ་ག་རེ་བྲིས་གི་འདུག་གཉིས་བ་ག་རེ་བྲིས་གི་འདུག་དེ་རེ་རེ་མཐོང་དེ། ཡིན་ན་ངོས་བཟུང་ནུབ་ཕྱོགས་ཁུལ་གྱི་བོད་གི་དུས་ཚོད་ལ། མང་ཆེ་བ་ཞིག་དེབ་ལག་པ་ཤག་དེ་གང་ལ་དེབ་གི་ངོ་པར་ཤག་བར་དེ་ག་ནས་འགོ་བཙུགས་ནས་བྲིས་གི་ཡོད་ན་ཁོ་ཚོས་ཧ་གོ་གི་མེད་དེ་གང་ལ། སྐབས་སྐབས་ལ་ཨ་ནི་ནུབ་ཕྱོགས་ལ་ཡོད་རྒྱུ་བོད་གི་དུས་ཚོད། ཁ་ཤས་ཁ་ཤས་དེ་བོད་ཡིག་དེ་ག་ག་དེ་བྲིས་གདའ་ལ་དེ་གང་ལ་དང་པོ་འདུག་སྲིད།

ད་ཕྱི་དྲོང་ལ་ན་ཆུའི་བྱིས་པ་སེ་བྱིས་པར་ལ་དེ་སྔ་གོང་ས་སོ་ཀ་ན་ཁྲ་བི་དི་ད་ཨ་ནེ་སྒྲ་ཟི་མ་ཁྲུ་ཁྲུ་ཁོང་དགུང་ལོ་ཆུང་དེ་གི་དེ་ཚེ་ད་ཁོང་གི་རྣམ་པ་གཉིས་ཆ་ལ་ཅིག་མཚར་ལོང་གི་ཐུག་དེ་ལ་ད་ངུ་ཟུག་བྱེད་ས་མ་བྱུང་ན་ཁེར་རྐྱང་གི་ཚོར་སྣང་ཧ་ཅང་ཅིག་གི་གང་ནུས་དེ་ནས་འཕེལ་འདུག་དེ་ད་ད་དྲོང་གི་ནང་ནས་ངུ་ཟུག་ནམ་རྒྱུན་ཡིན་ན་གོང་ས་མཆོག་གི་ད་མཛའ་རྣམ་ད་ཨ་ནེ

ཟིལ་གནོན་གྱི་གང་ཟེར་ཁེར་རྐྱང་གི་འཚོ་བ་ཞིག་ཆེན་པོ་ཅིག་ཡོད་ཡིན་དེ་ནས་སྦྲ་གཟུགས་མི་ཁྲུ་ཁྲུ་ཁོང་ན་ཁོང་ཡིན་ན་ཡང་སྐུ་ན་ཕྲ་བའི་དུས་སུ་ཧར་ལྗང་གི་མི་གཙང་འུར་འུར་བྱས་ནས་ད་གར་སོས་པར་བུ་ཡི་ཁྲི་ལ་མ་ཚུད་ནས་ཡང་དཀའ་སྡུག་མང་པོ་ཅིག་མྱངས་འདུག་ཁོང་རྣམ་པ་གཉིས་ཀྱི་བཀའ་མོལ་གནང་རྒྱུ་གི་སྒྲུང་དེབ་དེ་ད་ལྟ་དགའ་སྤྲེལ་ལགས་ཆུང་སྲས་ལས་ཨ་ནེ་འཛམ་བུ་གླིང་གི་བུ་གེ་ཚང་མ་ལ་ཁོང་རྣམ་པ་གཉིས་ཀྱི་སྔོན་མ་ཀྱི་ཚིག་གི་བརྒྱུད་རིམ་གནང་དེ་ལ་བུ་གེ་ཡིན་པའི་དུས་ཚོད་ལ་འཚར་ལོངས་ག་འདྲས་བྱས་ནས་བྱུང་འདུག་འོ་དེའི་སྐོར་གྱི་རི་མོ་དང་ཅི་བདེ་ཡོད་རྒྱུ་དེ་འདྲས་ཅིག་རེད། དེ་ནས་ད་ལྟ་སེམས་བསམ་པའི་གཏམ་ཟེར་བ་འདི་གོང་ས་མཆོག་གི་འཛམ་བུ་གླིང་ཁོར་ཡུག་སྲུང་སྐྱོབ་དང། ནི་ཚེ་ད་བྱམས་མྱང་འཇིགས་དང་ད་གང་སང་དེང་སང་གི་སྤྱི་ཚོགས་འདིའི་ནང་ལ་བྱུང་བྱུང་བསྡད་པའི་དཀའ་ངལ་དེ་ལ་དམིགས་ནས་གོང་ས་གོང་ས་མཆོག་གི་བཀའ་སློབ་གནང་ཤག་རྒྱུ་དེ་ཚང་མ་བོད་གི་བསམ་བློ་དང་མཐུན་པའི་སྒོ་ནས་ནི་རི་མོ་དང་མཉམ་གཅིག་ཏུ་ལྷག་ཆོག་རྒྱུ། ནི་གཅིག་བསྡོམས་ཁྲ་གཅིག་ལ་ད་གོང་ས་མཆོག་སྐོར་ག་ལུགས་གནང་གི་གནང་གི་ཅི། འོ་དེ་འདྲས་བྱས་ནས་ད་ཁོར་ཡུག་གི་སྐོར་ལ་གནམ་གཤིས་ཀྱི་སྐོར་ལ་ད་དེང་སང་ད་སྟོང་ལུགས་གསར་བའི་ནང་གི་མིག་གི་སྤྱི་ཚོགས་ད་ག་ས་དེ་རིང་གི་འགྲན་རྩོད་ཀྱི་སྤྱི་ཚོགས་སྐོར་ཁྲོད་ཀྱི་དཀའ་ངལ་ལ་སོགས་པ་དེ་འདྲས་ཚང་མ་བེད་མཚན་བཞག་ནས་ཡོང་རྒྱུ་དེ་འདྲས་ཅིག་རེད་ད་ད་དེ། སེམས་བསམ་པའི་གཏམ་བཤད་འདི་གོང་ས་མཆོག་ཁོང་རང་གི་ནི་ལྕགས་ཟམ་གནང་ཤག་རྒྱུ་ཅིག་དེ་ད་ང་ཚོ་ད་ད་བོད་ཁུལ་གྱི་བཀོད་ཡག་གི་ཆེད་དུ་རི་མོ་ད་མཉམ་ཅིག་ད་སྦྱར་ནས་དེ་འདྲས་ཡོང་ཤག་རྒྱུ་དེ་རེད་ད་ད་དུམ་ཆུང་ཆུང་དང་འགྲིག་ཆུང་བཤད་འདི་རྟ་ནུབ་ཕྱོགས་ཀྱི་རྩོམ་པ་པོ་ཅིག་གི་བཀྲིན་བཤགས་རྒྱུ་དེའི་ཚད་བརྒལ་ནས་ཡང་ད་ལྟ་བོད་ཀྱི་སྒྲ་བསྒྱུར་དང་ཉམས་ཞིབ་ཁང་གི་ཚད་བགོས་རྒྱུར་གནང་བཤགས་རྒྱུ་ཅིག་རེད། དེབ་འདིའི་ཉིས་སྟོང་བཅུར་དགུ་ནས་ན་ཚ་བྱུང་བའི་དུས་ཚིགས་དེ་ལ་རྩོམ་པ་པོ་ཁོ་རང་གི་ད་སྤེལ་མི་ཚང་མ་ད་དེ་གང་ལ་རྣམ་པ་ཚོ་སུའི་འོག་རུ་སྤེལ་དུ་འཛམ་བུ་གླང་གི་གྲོང་ཁྱེར་ཆེ་ཆེ་ཚང་མ་ད་མིར་རྡོག་ཅིག་མཐོང་ཡ་མེད་བའི་དེ་འདྲའི་དུས་ཚིགས་ཅིག་ལ་སྐྱེ་འོང་དེ་གང་ལ་ཁོ་བས་ན་ད་ནང་ལ་བཀག་ནས་ད་མི་ཚང་མ་ལ་ག་འདྲི་འདྲ་བོ་ཅིག་བྱས་ནས་ཁོ་མི་ལ་ཅིག་རོགས་པ་འདྲ་བོ་བྱེད་ཐུབ་ས་རེད་བསམ་ནས་ཁོ་རང་གི་བསམ་བློ་བཏང་གི་བཏང་གི་ད་ལྟོས་ས་རི་མོ་བྲིས་ཤག་རི་མོ་བྲིས་ནས་དེའི་ཕྱི་སྒོ་དེ་ལ་ཨ་ནི་འགྲིག་ཆུང་ཆུང་གཅིག་དང་དོམ་གཅིག་གཉིས་ཀྱི་ལམ་ཁ་ནོར་ནས་འགྲོ་རྒྱུ་དེའི་བར་དེ་ལ་ཨ་ནི་དུས་ཚོད་བཞི་གི་ནང་གི་དཀར་སྡིག་དེ་ལ་བེའི་བླང་གི་བླང་གི་བྱེད་སྟངས་ཀྱི་ང་ཚོ་མིག་གི་སྤྱི་ཚོགས་ཀྱི་བརྒྱུད་རིམ་གྱི་ཁྲོད་ཀྱི་དཀར་སྡིག་ཚང་མ་བེའི་མཚན་ཤག་གི་ཤག་གི་ཤག་གི་དེ་འདྲའི་ཨ་ནི་ཁོ་དེབ་ཅིག་ནས་དེབ་ཀྱི་འགངས་དུ་བྱས་བཞག་འདུག་ད་ད་ལྟ་དོམ་ཆུང་ཆུང་དང་འབྲིག་ཆུང་ཟེར་ཡ་འདི་གི་ནང་དོན་གྱི་ཆ་ལ་གོང་ས་མཆོག་གི་འཇགས་ཚུལ་གནང་ཤག་རྒྱུ་གོ་ཚེམ་བསམ་པའི་གཏམ་ཟེར་ཡ་འདི་ནི་ཧ་ཅང་ཐག་ཉེ་བོ་དེ་འདྲས་ཅིག་རེད་འོ་དུ་ཟེར་ཡ་ཤག་ཨ་ནི། ད་ངེད་ཀྱི་ངོ་སྤྲིད་ཀྱི་རིམ་པ་དེ་ཆ་ཚང་དེ་འདྲས་ཅིག་ཡིན་ཨ་ནི་ཚང་མ་ལོ་ཐུགས་རྗེ་ཆེ་བཀའ་དྲིན་ཆེ་ལྷག་པོར་དེ་དགེ་བཤེས་ལ་ད་རིགས་ཀྱི་འདི་བརྒྱུད་ལམ་དེ་འདྲས་ཅིག་གི་གོ་སྐབས་གནང་བ་དེ་ཐུགས་རྗེ་ཆེ་གང་ཟེར་ན་ང་ཚོ་ནུབ་ཕྱོགས་ནས་ཡོད་ཉིན་དུ་ང་ཚོ་སྤོབས་པ་ཚོ་ཚང་མ་ག་ས་ག་ཁ་འཐོར་འདུག་ད་ང་རང་འདྲ་བོ་ཡིན་ན་དེབ་འདི་བྲིས་ནས་ཉིས་སྟོང་བཅུ་བཞི་ནས་བྲིས་ནས་ད་ད་ལྟ་བར་དུ་བྲིས་ཡོང་ད་ཡིན་ནའང་མི་མང་པོ་བོད་པའི་ཕ་མ་མང་པོ་ཅིག་གི་ལག་པ་ལ་ཕ་འབྱོར་ཐུབ་ཀི་ཡོད་མ་རེད་ང་ཚོ་སྤོབས་པ་དེ་ཕག་ཚ་ཁ་འཐོར་ནས་ཅིག་ཅིག་ལ་འབྲེལ་འདྲིས་ཅིག་ཁག་པོ་འདྲ་བོ་དེ་འདྲ་ཅིག་གི་ནང་ཡོད་ཙང་ནི་ངས་ད་ལྟ་བར་དུ་བྲིས་ནས་དེབ་བཅོ་བརྒྱད་ཅིག་བྲིས་ཡ་དེ་ད་ད་ལྟ་བར་དུ་ཡང་ཅིག་སྐབས་སྐབས་ལ། ཏང་སོགས་ཕ་མ་དང་དུ་སོགས་ལ་ཅིག་འབྲེལ་བ་བྱེད་མ་ཐུབ་པ་རྒྱུས་ལམ་ཡག་པོ་ཅིག་མེད་པ་དེ་འདྲའི་དབང་གིས་ནི་ཕ་མ་གི་ལག་པ་འབྱོར་མ་ཐུབ་པ་དེ་འདྲའི་མང་པོ་བྱས་ནས་ལྷག་གི་ཡོད་རེད་འདི་སྤྱི་ཡོངས་དེ་གང་ལགས་ནི་དེ་རིགས་ཀྱི་གོ་སྐབས་འདི་གནང་བ་ལ་ཡང་དག་པ་ནས་བཀའ་དྲིན་ཆེ་ཐུགས་རྗེ་ཆེ་ཞུ་ཡོང་གི་ཞུ་ལ།
འོ་ལ་སོང་ཨ་ནི་རྩོམ་པ་པོ་དོན་གྲུབ་ཚེ་རིང་ལགས་ཐུགས་རྗེ་ཆེ་ཟེར་ནས་བཞུགས་ཡོད་ད་ཐེ་བོ་དེ་ནི་ལས་ཨ་ནི། རྩོམ་པ་པོ།

ཨ་ནི་ཇོ་ཚ་བའི་བཀའ་ལ། དེ་དུས་ཁོང་གི་རྩོམ་བརྩམས་ཆོས་གཞན་པ་དེ་འདྲ་ཞིག་འདུག་ད། དེའི་ནང་ལ་གར་བྱས་འདུག་ལ་ན། སྤུག་ཆུང་ཆུང་གཅིག་ཨི་ཏི་ལིའི་ས་ཆ་ཆ་ཚང་ལ་སྐོར་ར་རྒྱག་གི་འདུག་ཨི་ཏི་ལི། སྐབས་དེ་དུས་གཅིག་སྟོང་བརྒྱད་བརྒྱའི་ནང་རེད་དུས་རབས་བཅུ་བཅུ་དགུའི་ནང་ཡིན་དུས། ཨི་ཏི་ལི་ད་ལྟ་ནང་བཞིན་གྱི་གོང་བུ་གཅིག་ཏུ་འགྲིལ་དུ་རྒྱུ་རེད་མི་འདུག

ཨ་ནུ་ཅིག་འདི་གནང་ཞིག། བྱིས་པ་ཅིག་མདོ་དབུས་ཁ་བསང་གི་ས་ཆ་དང་ང་ཚོ་གནས་རི་རྩ་ཆེན་པོ་དང་མཚོ་རྩ་ཆེན་པོ་དང་དེ་འདྲ་ལ་ཚང་མ་ལ་ཅིག་འགྲོ་ཅིག་ན་ངོ་སྤྲོད་བྱེད་ཐུབ་ཡོད་ན་ང་ཚོ་བོད་པ་ཚང་མས་ཡིན་འདི་ང་ཚོ་ཡི་བོད་བོད་པའི་ས་ཆ་ཡིན་འདི་ང་ཚོ་ཡི་བོད་པའི་ཡི་གནས་ཡིན་འདི་ང་ཚོ་ཡི་བོད་པའི་དགོན་པ་ཡིན། ཚོ་དེ་འདྲས་ཀྱིས་ཅིག་བོད་པའི་ཡི་སྲས་ཀྱི་ཨ་ནི་ས་ཁམས་ཀྱི་འདུ་ཤེས་དེ་འཛིན་ཡག་ཨ་ནི་དཔེ་ཕན་ཐོགས་ས་རེད་བཟའ་བ་ཡག་ཅིག་ཡོད་ར།

ཨ་ན། འདིའི་ནང་ལ་ད་ངས་གར་བྱས་ནས་ད་ད་ང་ཚོ་ཡི་མགོ་ག་རེ་བྱས་ནས་བཙུགས་ཡིན་ལ་ན། ད་ང་ཚོ་ཡི་བོད་མི་ཚང་མ་ཚང་མའི་གི་སེམས་ནང་ལ་དབུས་ལྷ་ས་ད་ད་ད་ཆེས་རྩ་ཆེན་ཤོས་དེ་ད་ལྷ་ས་ལ་འཛིན་གི་ཡོད་ར་ང་ཚོ། ཨ་ན་ལྷ་ས་ལ་འཛིན་དུས་མགོ་ད་དེ་ནས་དབུས་ལྷ་ས་ཉི་མ་ལྷ་ས་ནས་ཨ་ན་མགོ་བཙུགས་ཡོད་ད་ད་ད་བོད་ནོར་བུ་ལ་ཡང་ད་ས་སྐྱ་ག་ནས་ཡི་ཧ་གོ་ཡོད་མ་ད་ཡིན་ན་ཡང་བོད་པའི་ས་སྐྱ་སྐྱེས་ནས་ད་ཁོ་རང་ཕ་ཡུལ་ནས་ཨ་ན་ཉི་མ་ལྷ་ས་ལ་བསྐྱོད་པ་འདྲ་བོ་ཅི་རེད། ཉི་མ་ལྷ་ས་ལ་བསྐྱོད་པ་ད་ལྷ་ས་འདིའི་ནང་ལ་ག་རེ་ཡོད་རེད་ཞུས་བས་ན། ཨ་ན། ད་ང་ཚོ་ལྷ་ས་དེ་ཐེར་འདིའི་ནང་ལ་ལྷ་ས་རང་ངོ་སྤྲོད་བྱེད་གི་རེད་ད་ལྷ་ས། ལྷ་ས་ལ་ཡོད་ད་ང་ཚོ་ཡི་ཨ་ན་ཀྱི། བོད་པ་བོད་རྒྱལ་ཁབ་ཆེན་པོ་ཡི་ཨ་ན་ཀྱི། རྒྱལ་ས་ཡིན་པ། ཨ་ནི་དེ་ལ་འཛམ་གླིང་ན་ཆེས་སྐད་གྲགས་ཆེ་བའི་ཕོ་བྲང་པོ་ཏཱ་ལ་ཡོད་པ། ཨ་ནི་དེའི་ནང་ལ་ཡང་ཀྱི་ཇོ་བོ་རིན་པོ་ཆེ་ཡོད་པ། ཨ་ཇོ་བོ་རིན་པོ་ཆེ་དང་ཡང་ཀྱི་ང་ཚོ་ཡི་བོད་མི་ཡི་ཨ་ནི་ཀྱི་ཚེས་གཅིག་ལ་ཨ་ནི་ཐེངས་རེ་རེ་འཇར་དགོས་པ། ཨོ་ཨ་ནི་ཀྱི་ད་དེ་འདྲའི་རོལ་ཀྱི་ད་ལྷ་ས་རང་ངོ་སྤྲོད་བྱེད་ཀྱི་ཡོད་རེད་དེ་དང་པོ་དེའི་ནང་ཡོད་ར།

བརྩམས་རྒྱབ་ལྗོངས་དང་ངོ་སྤྲོད་དམ་པ་དེ་དེབ་ཕྲེང་དང་པོ་འདིའི་ངོ་སྤྲོད་མདོར་བསྡུས་ཀྱིས་ཞུས་ཟིན་པ་ཡིན། ར་ཧེ་ན་ད་དེ་ག་ལ་ང་རང་གི་ད་ཀྱི་ཚོར་སྣང་གསར་བ་ཅིག་ཡང་ཅིག་ཅིག་ཞུ་ཉེ་གྲོགས་སུ་ད་ཚོར་སྣང་ཅིག་ལག་དགོས་ཀྱི་ར་ད་ད་ད་ང་ཚོ་ང་རང་གི་དེབ་འདི་ཀྱི་ཡག་པོ་ཆགས་ཡོད་མེད་ང་རང་ཧ་གོ་མི་འདུག་ཡིན་ན་སྤྱིར་བཏང་དེབ་འདི་འདྲ་ཅིག་བརྩམས་དགོས་ཡ་དེ་དཔེ་གལ་ཆེན་པོ་རུ་ཚུགས

སེམས་ཅན་གྱི་ཁྱེད་ཁྱོད་དང་བཅས་ནས་ནི་ཡང་དེ་ལ་དཔག་པའི་ཡང་ཅི་ག་ལ། ཚོགས་འདུ་ངོ་སྤྲོད་བྱས། ཨ་ན་ཅི་ད་ང་རང་གི་ལོ་ལོ་ཚོད་ག་ཚད་ཀྱི་མཚམས་པོ་ཡིན་ངས་ཏག་ཏག་ཏུ་ད་ཤེས་ཐུབ་མི་འདུག་སྤྱིར་བཏང་ང་རང་གིས་ནི་ངོ་སྤྲོད་ད་ཅི། དེའི་བུ་སྤུགས་རང་ང་རང་སྤུགས་ཆུང་ཆུང་ཅིག་ཡོད་རེད་དེ་རང་སེམས་ཀྱི་བཟང་ཅིག་ཡོད་རེད་ད་དེ་འདྲའི་སེམས་ཅན་ངོ་སྤྲོད་བྱས་ཡ་ཚོགས་འདུ་ངོ་སྤྲོད་བྱས་པ་ད་དེ་ནང་ཤི་དང་ད་སྤུགས་ལ་ཆུང་ཆུང་ལ་མ་ལོག་ལོག་པའི་སྐབས་ལ་ཨ་ན། གར་གར་འདུག་ལབ་ན་སྒྲ་དེ་སེམས་ཅན་གྱི་སྒྲ་ཅིག་ཡོད་ར་དཔེ་ཅན་ཡིན་ན་ཨ་ནི་དབྱངས་འདྲ་བོ་ཅིག་ན་ཅིག་ན་རྟ་འདྲ་ཅིག་ན་ཨིན་ཧོང་ཧོང་ཅིག་ད་ལུག་འདྲ་ཅིག་ན་འབའ་ཅིག་དེ་འདྲའི་ཕ་མ་དུས་སུ་མར་གྱི་གློག་འོད་ཡིན་ན་ཕ་མ་གྱི་དུས་སུ་མར་གྱི་གློག་འོད་ན་བྱིས་པ་ལ་དམིགས་བསལ་གྱི་སྤྲོ་སྣང་སླེབས་ཡག་དང་གསོན་ཤུགས་སླེབས་ཡག་དེ་འདྲའི་འདྲ་བོ་ཅིག་ང་རང་རང་གིས་ཅིག་ཚོར་སྲིད་ར།

ཨོ་དེ་འདྲའི་འདྲ་བོ་ཅིག་བྱས་དུས་དུས་ཨ་ནི་ངས་འདྲ་ཙེ་ན་ང་རང་གིས་འདྲ་ཙེ་ན་ཨ་ནི་ཁྱེད་ཨེ་སི་ཀའི་ད་ལྷ་སྲས་ཀའི་འདྲ་བོ་དེ་འདྲའི་ཡག་པོ་ཡོད་ཀྱི་གློག་བརྙན་གྱི་སྒྲ་དེ་འདྲའི་ཡག་པོ་ཡོད་ཀྱི་མིག་བཟོ་འམ་ཚ་ཚ་འདྲ་བ་བྱས་ནས་ཨ་མ་འོངས་པ་འདྲ་ཙེ་ན་ངས་ད་ཅི་བརྒྱ་ཆ་བརྒྱ་ཨ་ནི་འགུལ་རིས་ཀྱིས་བཟོ་ཐུབ་པ་འདྲ་བོ་ཅིག་ཞུ་ཡ་ཡིན་ལན་ཆ་དེ་འདྲ་ཅིག་ཡང་དེབ་ཀྱི་སྒོ་མ་ཡིན་པ་ད་བྱིས་པ་ཚོ་ཡི་ཅིག།

ཀྱེ་ཀྱེ། གཉིས་ནི་ངས་ཡོང་དེ་ཡོང་དེབ་གཏོང་ཡག་དེ་དུས་ངེད་གཉིས་གྲོགས་པོ་ཡིན་པས་ཆ་ནས་གཏོང་ཡོད་རེད་མ་གཏོགས་ཕར་ལ་ཡོང་བསྡད་ལ་དེབ་གཏོང་ཤོག་དང་ངེད་ཀྱིས་དེ་གཏོང་ལ་དང་དེ་ཚོ་བྱེད་ཟེར་ལབ་ཡོད་མ་རེད། ཨ་ནེ་ཁྱོད་ཁོ་ད་དེབ་འདྲ་བོ་སྐྱེལ་འཕྲལ་དེ་འདྲ་སྐྱེལ་དེ་བས་ཡོད་རེད་འདམ་ཁྱོད་ངེད་གཉིས་གྲོགས་པོ་རེད་འདྲི་ཡོད་རྒྱུ་ཡོད་རེད་ཨ་ནེ་ངོ་ཤེས་བ་རེད་དེ་འདྲ་སྐྱེལ་དུས་ད་ཁྱོད་རང་དེབ་ཀྱི་བྲིས་ཚར་རེད་བསྡད་ལ་གཏོང་ན་ལ་ཡིན་ཨ་ནེ་གཏོང་ལ་དང་དེ་ཚོ་ཨ་ད་ད་ད་ངེད་ཀྱིས་དེ་འདྲ་སྐྱེལ་བྱེད་ཤི་གོ་ཨ་ནེ་དེ་བ་ལ་ཁྱོད་རང་སོང་ས་ན་ངའི་པེ་ཤ་དང་ཕང་ལེན་འགྲོ་གི་རེད་མ་སོང་ན་ང་རང་ང་རང་གྱི་རེད་འགྲོ

ད་ཆབ་སྲིད་ཟེར་ཡང་འདྲ་འོག་འདྲ་དཔལ་འབྱོར་ཟེར་ཡང་འདྲ་འོག་འདྲ་ད་ད་འདྲ་མི་འདྲ་ཡོད་ར་ད་ཀྱེ་ཏོ་ག་རེ་རེད་ག་རེ་ཤེས་ན་ད་ཤེས་ཡ་ཡོད་ར་དེ་ཡིན་ན་ཡང་ཁོ་ས་ཆ་རེ་འོག་དེ་འདི་མ་ཏོག་ཡོད་མ་རེད་ད་དེ་ཁོ་ས་ཆ་དེ་རིང་ཡོང་མ་ཏོག་པ་ལ་ཡོད་མ་རེད་འོ་དེ་འདྲ་བྱེད་དུས་བཀག་དགོས་པའི་རྒྱུ་མཚན་དེ་རེད་ཁོ། གྱོད་གཞི་ལ་འདྲ་མི་འདྲ་ཁོ་ད་ངེད་ཚོ་ཕུག་པ་ལ་དཔལ་འབྱོར་ཡོད་རེད་ཚོང་ཡོད་རེད་གཞས་ཡོད་རེད་ཞབས་བྲོ་ཡོད་རེད་ད་ག་ཡིན་ན་ཡོད་རེད་དེ་ཡིན་ན་ཡང་དེ་ཚན་དེའི་ནང་ལོག་ན

དེ་ནས་ད་ལྟ་རབ་བརྟན་རིག་གནས་ཁང་གི་པར་འཕྲིན་ཞེས་པའི་ད་ལྟ་གཞི་གྲོང་དེ་ལྔ་ཡོད་རེད་འདིའི་རྩོམ་པ་པོ་ཡིན་པ་ཡིན་ན་བློ་བཟང་ཚེ་རང་ཟེར་ནས་ཁོ་རང་མི་རྒན་པ་ཅིག་རེད་ད་ཁོ་རང་ཡིན་པ་ཡིན་ན་བོད་ཕྱི་ནང་གཉིས་ཀྱི་གཞི་གྲོང་ཡོངས་རྫོགས་ཀློག་མྱོང་མཁན་ཅིག་ཡིན་པ་མ་ཟད་པའི་གཞི་གྲོང་དྲི་ཡ་དང་བྱིས་པའི་སེམས་ཁམས་དང་བྱིས་པ་དང་འབྲེལ་བ་ཡོད་པའི་གནས་ཚུལ་མང་པོ་གི་ཐོག་ལ་ཡིན་ན་ཁོ་རང་མཆན་རྒྱ་ཡག་པོ་ཡོད་མཁན་ཅིག་ཆགས་བསྡད་ཡོད་རེད་དེ་ཡིན་པ་ཡིན་ཙང་གཞི་གྲོང་དེ་ཡིན་པ་ཡིན་ན་ད་རྒྱ་གར་ནས་པར་སྐྲུན་གཅིག་བྱས་པ་རེད་བོད་ནས་པར་སྐྲུན་གཅིག་བྱས་པ་རེད་ཡོང་རྒྱུར་ནི་ད་ལྟ་ངེད་ཀྱི་ལས་ཁུངས་ངོས་ནས་པར་སྐྲུན་གཅིག་བྱས་པ་རེད་འདི་པར་ཐོང་གསུམ་པ་འགྲོ་དུས་སུ་ཆགས་བསྡད་ཀྱི་ཡོད་རེད་དེ་ཡིན་པ་ཡིན་ཙང་ད་ཞི་གྲོང་དུ་ཡིན་པ་ཡིན་ན་བོད་ཕྱི་ནང་གཉིས་ཀ་ལ་དེ་ནས་སྐད་གྲགས་ཧ་ཅང་ཆེན་པོ་འགྲོ་ཡོད་པ་མ་ཟད་པས་ཨ་ནི་མང་ཚོགས་ཡིན་ན་ཡང་ཅིག་གོ་དགའ་མོས་ཆེན་པོ་ཐོབ་ཡོད་པ་དེ་འདྲའི་གནས་སྟངས་ཅིག་ཆགས་ཀྱི་ཡོད་རེད་བོད་ནང་ལ་ཆ་བཞག་པ་ཡིན་ན་ཞི་གྲོང་འདི་ད་པར་སྐྲུན་བྱས་ཚར་བའི་རྗེས་ལ་ཡོང་རྒྱུར་ནི་མི་གཞན་པ་གི་འདི་གི་གར་སོ་གར་རྒྱ་ཡིག་ཐོག་ལ་ཕར་བསྒྱུར་ནས་ཡང་ཁོ་རང་གི་རྒྱ་ཡིག་ཐོག་ལ་འདི་འདྲའི་ངོ་སྤྲོད་བྱས་བསྡད་དེ་འདྲ་ཆགས་ཀྱི་ཡོད་རེད་ད་དེ་ཚོ་ཡིན་པ་ཡིན་ན། གཞི་གྲོང་འདུས་ཀྱི་ད་ཡིད་འོང་གྲོགས་པོའི་རྒྱུ་མཚན་ལ་བརྟེན་ནས་མི་ཡི་དགའ་མོ་ཅི་བདེ་བ་དེ་འདྲ་ཆགས་དགོས་རེད་ད་གཞི་གྲོང་འདུས་ཀྱི་ནང་ལོགས་ལ་ཡིན་པ་ཡིན་ན་ད་ཆེས་ཆུ་གར་ཡོད་ལ་ན་ད་བུ་པ་རང་གི་ནི་རི་ཆུ་ནགས་གསུམ་ནི་ང་ཚོ་གི་དེ་ནི་ཁོང་པ་ནི་ང་ཚོ་གི་ད་དགོས་ཚུལ་སེམས་ཅན་ལ་སོགས་པ་ནི་དེ་ཚོ་ངོ་སྤྲོད་གསར་བོ་བྱས་ཡོད་པ་དང་ད་ག་ནང་བཞིན་གྱི་རི་མོ་ཡིན་པ་ཡིན་ན་ཡང་བུ་པ་རང་གི་རི་མོ

ད་ཞི་ཁྲོང་ངོ་སྤྲོད་དེ་འདྲས་བྱེད་མཁན་ཨ་ནི་ད་མ་འོངས་པ་ན། ངེད་ཀྱི་ལས་ཁང་གི་ངོས་ནས་ད་ཅིག་ང་ཚོའི་གོང་ལྟར། བོད་ཀྱི་སྤུ་གི་དེ་ཚོ་ལ་བོད་ཀྱི་སྐད་ཡིག་སློབ་སྦྱོང་བྱས་ཀྱི་ཆ་རྐྱེན་འབེན་པའི་ལུས་ལུགས་ཅིག་པར་སྐྲུན་བྱེད་ཐུབ་པ་ཡིན་ན། དེ་གལ་ཆེན་པོ་ཞེ་དྲག་ཅིག་མཐོང་བའི་ཐོག་ནས་ཨ་ནི་མ་འོངས་པ་ཡིན་པ་ཡིན་ན་ཅིག་ང་ཚོ་དགའ་དགའ་དགའ་དགའ་སྦྱོང་ཡ་ཡིན་པ་ཡིན་ནོ་རེད་ཨ་ནི་ཉིས་སྟོང་ཉིས་རྩ་བཞི་ལོ་ལ་ང་ཚོའི་ད་ང་ཚོའི་བོད་ཀྱི་ངག་རྒྱུན་གྱི་ཞི་ཁྲོང་དེ་འདྲས་ཡོད་བསྡད་ཀྱི་ཡོད་རེད་དེ་ཚོ་ཡིན་པ་ཡིན་ན་ཡང་ང་ཚོའི་དེབ་གཟུགས་ཐོག་ལ་པར་སྐྲུན་བྱས་ཀྱི་དེ་འདྲས་ཆགས་ཀྱི་ཡོད་བསྡད་ཀྱི་ཡོད་ཟེར་ནས་ཨ་ནི་བཤད་ཀྱིན་ཐུགས་ཆེ་ན། ལ་སོགས་མཐུ་ཆེ། ཨ་ནི་ད་དེ་ལ་གཟེར་གཟེར་གནོང་མཁན་ཚོང་མ་ལ་སོ་གཉིས་དེ་མི་ནི་སོ་དྲ་ལ་སྨོན་ལམ་ཆེན་མོ་ཚུགས་འདུག། དེའི་སྐབས་ལ་ངས་དེབ་དེ་ཚོ་ཚོང་ཡ་ཁེ་ཡོང་གི་ཚོང་ཡ་ཁེ་ཡི་དེ་ཡིན་ན་ཡོང་ད་མི་ཡིན་ལ་ཚོང་ས་བཞག་པ་ལ་ཡོང་གི་ཅོག་ཙེ་བཞག་ས་དེ་དེ་ཚོ་ལ་དངུལ་གྱ་དྲེག་འགོག་འདུག།

སྤུ་དེ་འདྲ་ལ་རྔན་པ་སྤྲད་ཡ་ཡིས་དེབ་དེ་འདྲ་ཁེངས་འདུག་ང་དེ་དཔེ་མི་སྲིད་ཡག་པོ་མཐོང་སོང་ད་སྤུ་དེ་ཚོ་ཀྱེ་སྔ་མོ་འདྲ་ད་སྤྲད་ན་ད་ཨ་རིའི་ལུང་པ་ལ་ད་དཀའ་ངལ་སྐྱེས་ཡོད་མར་ད་ཟ་ཡག་ད་སྤུ་དེ་ཚོ་གོ་དགའ་བོ་ཚོ་བར་གྱི་སྤྲད་པ་རེད་ཡིན་ནའང་དེབ་དེ་འདྲ་རྔན་པ་སྤྲད་པ་ཡིན་ན་སྤུ་དེ་ལ་སློབ་སྐྱོར་གྱི་སྤྲད་བཞག་ཡོད་རོགས་བུ་སྤི་གི་བུ་ཕ་བཟོ་ཡས་ཀྱི་ཆ་རྒྱ་ཅིག་སྤྲད་བཞག་ཡོད་རོགས་སྤུ་ཆུང་ཆུང་ག་ཞིག་འདས་ལ་དེབ་དེ་མཐོང་ནས་པར་དེ་ཚོ་མཐོང་དུས

རྣམ་པ་ཚོ་ལ་ད་ལྟའི་སྐྱེ་སྟོབས་སྤོ་བསྲོ་ཚོགས་པ་རེད་ཤག་ཁྱོད་ཚོ། ཡིན་ན་ཡང་ད་དུང་གི་རྒྱན་མ་དྲན་མཁན་བཟའ་བ་དེ་འདྲ་ཡོད་རོགས། དེ་འདྲའི་གི་སྐད་འཚབ་ལ། ཚེགས་མཐོན་པོ་དེ་ཁྱོད་ནི་བེད་སྤྱོད་གཏོང་རྒྱུ་མི་འདུག། ཚེགས་མཐོན་པོ་དེ་འདྲ་བེད་སྤྱོད་གཏོང་ན། དེ་ནི་ཁྱོད་ནི་རང་མི་འདུག། ཀྱི། ང་ཚོ་ཡི་གེ་ཡག་པོ་ཤེས་མཁན་དང་རྩོམ་ཀློག་མཁན་ལ་ཚེགས་སྙན་པོ་དང་སྡེབ་སྦྱོར་དང་ད་དེ་འདྲ་ཡོང་ན་ཁོ་སྙན་པོ་ཆགས་རོགས། ད་དཔེར་ན་འདིའི་ཚེག་དེ་མཐོན་པོ་དེ་འདྲའི་བེད་སྤྱོད་གཏོང་སོང་ན་དེ་ནི་ཁྱོད་ལ་གོ་བོ་མི་འདུག་པོ་དེ་ཚོའི་ཚིག་ཟ་སྐད་འཁྱག་གཉིད་འཁྱག་དེ་ནི་ཁྱོད་ལ་ཉེ་ཉེ་མོ་འགྲོ་ཨ་ཉེ་མོ་འགྲོ་འཁྱག་ཁོ་བརྩེགས་པའི་དཀྱུས་མ་དཀྱུས་མ་ག་སྲིད་ཐོབ་ཐོབ་རི་མོ་དེ་གོ་བོ་འདུག་རི་མོ་དེ་ཁྱོད་ཚོ་གི་རི་མོ་ཡག་པོ་དེ་འདྲ་བྲིས་ན་འགྲོ་སོང་མོག་པོ་འགྲོ་བོ། འདི་མ་ཡིན་པ་ཁྱེད་ཁོ་རི་མོ་ཀྱི་དཀྱུས་མ་སོགས་ནི་ཕན་ནེ་ལ་པར་སྐྱུར་འདྲ་བྱེད་ཡག་འདུག་ན་ག་རེ་བྱེད་ཡག་འདུག་ན་ཨ་འདྲས་བྱས་ནས་ཁྱེད་ཁོ་ལྟ་ཡག་ཡོ་ཟོ་བ་ཡིན་ན་ཁོ་འགྲོ་སོང་ཆོང་འགྲོ་རོ། ཁོ་དེ་འདྲས་བྱས་བ་ཡིན་ན་ད་ང་རོ་བསམ་ཚུལ་རེད་ད་ཀྱི་དེ་འདྲས་ཀྱི་དྲན་ཡོད་རེད་ད།

སྤོས་དེ་སོགས་ཞོགས་ཀྱེ་དེ་སོགས་ལ་སྐད་དུ་རོལ་མྱོང་ཀྱང་སྤྲད་མ་ཐོག་ན་ངེད་ཚོ་སྐད་དུ་རོལ་མྱོང་དེ་སོགས་ཀྱི་ཆུ་བོ་དེ་སོགས་འཛིན་ཐོག་དཔེ་ཁག་པོ་རེད་ཤག་ཏག་ཀྱེ་གྱ་གང་མོག་མོག་དེ་སོགས་ནི་མྱོང་རུང་མྱོང་རུང་འགྲོ་རུ་མོང་ཆེ་ཤོས་ཆེ་ཤོས་འགྲོ་རུ་ཆེ་ཆེ་དེ་སོགས་ལྟས་སུ་མ་ཀྱེ་གོང་ཐོབ་ཀྱེ་ཐོབ་ཀྱིས་སྤྲད་མ་ཐོབ་ན་ད་ཞི་འོད་ཀྱི་ཕུན་སུམ་ཚོགས་པ་ཆགས་མ་སོང་ན་གོང་ལ་གོང་ཙམ་གྱིས་ཆགས་བསྡད་པ་ཡིན་ན་ཁོ་ཀྱེ་མ་མ་མང་བ་རེ་འབྲས་ཀྱིས་འགྲོ་བསྡད་ཀྱི་རོ། ཁོ་དེ་འདྲས་ཀྱིས་བསམ་ནས་ངེད་ཀྱི་ཚོང་ཡང་འདྲ་བོ་བྱས་དེར་ཁོ་ནམ་པའི་ག་ནས་ལས་ཀ་དེ་འདྲས་བྱས་པ་ལ

ད་ལྟ་བསམ་ཚུལ་གྱི་སྐྱེས་སོང་མ་འོངས་ད་ང་ཚོ་ཚང་མ་བོད་བོད་བོད་ཀྱི་སྐད་ཡིག་དང་ནི་བོད་ཀྱི་སྐད་ཡིག་སྲུང་སྐྱོབ་བྱེད་ཡ་ད་ཨ་ན་བོད་བོད་ཀྱི་བོད་ཡིག་ལ་ད་ལ་ཨ་ན་ཅི་ཅི་ཆ་རྐྱེན་འདྲ་བོ་བརྗོད་ཡོད་ལེ་ཚང་མ་ད་ཆགས་དུ་ཡོད་ར། དེ་ཡིན་དུས་རྗེས་ལ་ཡང་ཅི་ཕན་ཚུན་མཉམ་ལས་གོང་ནས་ཡང་ཅི་ལས་ཀ་འདྲ་བོ་བྱེད་ཡག་འདྲ་བོ་དང། ད་གི། དགེ་བཤེས་བསྟན་པ་ལགས་ཀྱིས་ན་ད་ང་ཚོ་ཚང་མ་ཡང་དེང་ཤར་འདྲ་བོ་ཅིག་སྤྲད། ཨ་ནི་དེར་བཙོང་རུག་ཅིག་ད་ཁོང་གི་ལྷག་བསམ་རྣམ་དག་བྱེད་ནས་ཨ་ནི་དེ་འདྲི་འདྲ་བོ། ད་ལས་ཀ་བྱེད་ཡོད་ར། ཨ་དེ་ནང་བཞིན་ཡང་ང་ཚོ་ཕན་ཚུན། ད་ཅི། ད་ང་ཚོ་འཛམ་གླིང་ས་ཕྱོགས་ག་ཡོད་པ་ཡིན་ན་ད་ད། ཡང་ཅི། ཅིག་ད་ང་ཚོ་ཚང་མ་ཤ་ཡན་བྱེད་ས་དང་སེམས་ཁོང་ཡོད་ས་དང། ཅི།

ད་ང་ཚོ་ཕྱག་ཚོང་བ་དེ་ཁྱེད་ཐོབ་རེད། ཨ་ནེ། ཕྱག་ཚོང་བ་དེ་མོ་ལ་འཛུམ་དབྱངས་ཡོད་མ་རེད་ད། འདས་ལ་ཏི་སེ་པེ་ཆ་འདྲ་བོ་ཏི་སེ་རག་པ་ཡིན་ན་སློབ་སྐྱོར་དང་དུས་ཚུགས་ཡག་མ་རེད། ཡང་ནོར་ལོངས་ལ་ཡང་སློབ་སྐྱོར་དང་འབྲེལ་འབྲེལ་ཡོད་བ་ཡིན་ན་ཡང་པེ་ཆ་དང་དུས་ཚུགས། པེ་ཆ་ཡི་དེའི་མདོག་ཡོད་མ་རེད་ལས་ཀ་བྱེད་ཡ་ཡོད་པ་དེ་འདྲས་བྱེད་བ་ཡིན་ན་དེ་བསམ་ཚུལ་དེ་ཧ་ལས་པེ་གི། ཡག་པོ་འདུག་དེ་ནས་ད་ལྟ། དེབ་གཉིས་ངའི་ལག་པ་ལ་སླེབས་ས་སུ་སྐུ་སྙུག་ར་སྟེགས་ཀྱི་དེབ་དེ་ལ། དེབ་རེ་རེ་ལ་དེབ་དེ་འདྲས་ཀྱི་འདུག་བ་དེའི་ལ་སྒོ་མོ་བསྐྱུར་བསྐྱུར་རེ་བྱ། ཡང་ངས་ད་ནང་ལ་ལབ་བྱ་བ་ཡིན་ན།